ལར་གྱི་གསར་འགོད་རྣམས་དགོན་གྲྭ་ཟིན་ནམ་འདུན་བཞི་ཁྱི་མ་དག་གི་སྡུག་ད་མི་འདོད་པ་མྱི་གཙོ་བོ་དུར་དགོན་ཡིན་མོད། དེ་མི་ཤེས། དེ་གི་ལོག་མིན་གི་དུ་གི་རྣམ་དགོན་ཟེར་གྱི་དུ་གི་ཆེ་གི་རྣམ་གྲགས་ཀྱི་ལྕགས་ཀྱི་བྱང་བུ་དུ་བྱང་བུའི་ཉེན་ཁ་དུ་གི་ཆེ་ནི་རེད་ཟེར་ནི། དེ་འདི་འདྲའི་དུ་གི་བྱ་བ་འདྲ་ཟེར་ན་ཅིག་ད་རྣམ་དགོན་བྱ་བ་ཟེར་ད་རྣམ་དགོན་བྱ་བ་དུ་འདུར་ན་དྲུག་ཅིག་ནང་གི་ཆག་མེད་གི་གཏོར་ན་དྲུག་ཅིག་ནང་གི་དུ་གི་རྣམ་དགོན་བྱ་བ་མྱ་ནི་མ་རེད།

ད་དུ་བོན་གྱི་ཆོ་ག་གཟན་འགག་གི་དང་སང་ཐག་འདི་གི་ཅིག་གི་ལྟོ་ཞིག་གི་ནང་ན་ཆག་མེད་གི་འདི་ལྟོ་ཞིག་གི་ནང་ན་མ་གི་འདུག་ནམ་མཁར་དགུན་འབར་གི་ཆོ་ག་གཟན་གྱི་དུ་ད་ནི་ད་གཙོ་བོ་དག་གི་ཅིག་གི་ཆུ་གི་དང་གི་བྱ་བ་བྱ་ནས་ནག་དི་གི་འདྲ་འདྲ་དེ་འཕྲུ་དག་གི་བྱ་བཞི་འོ་ད་དེ་མི་དག་གི་ནམ་གི་ཉང་བུ་མཚན་དག་གི་ལག་རྒྱུ་འདྲ་འདྲ་ད་དེ་མི་ཆེ་ག་དག་བྱ་བོ་ནི་དེ་འཕྲུ་སར་གོ་གི་དང་ཐོ་འདི་དེ་འཕོང་སྤྲུ། སྤྲུ་གདང་གི་ད་ཅིག་གི་ན་སྔན་ཆུ་སྔན་ཆུ་གི་ཅིག་དེ་མི་ཅིག་ཆུ་ཁྱིམ་བརྒྱུད་གི་དང་དཔེར་ན་ཅིག་ལོ་ཉུང་དག་གི། སྤྲོས་ཤིག་སོང་ནས་འོ་ནི་ན། ཅིག་ཡིད་ལྟ་ཅིག་ཟེར་གྱིས་སྤྲོས་ཤིག་ཅིག་སྤྲོས་ཟེར་གྱིས་ཡ་ཁ། ཕ་མེས་ཀྱིས་སྤྲོས་ཅན་དུ་གྱུར་པའང་རུང་སྟེ་ཟེར་གྱིས་སྨྲ་འདོད་རྒྱབ་རྒྱབ་ཡིན་ན་ནི། དུས་ཐང་དུ་ཕ་མེས་ཀྱི་དུས་ཀྱི་ཅིག་སྤྲོས་དུས་མིན་ཡོད་ནི་དུ་དུས་མིན་གདངས་ཉིད་ཡོད་ནི་རེད་ཟེར་དུས་མིན་གར་དེ་རྐྱེན་དུས་མེད་ཐུགས་བཞག་ན། དེ་ནི་ཆུ་གཟུགས་མི་ཉིད་འདི་རྐྱེན་ཆུ་གཟུགས་འཛེམ་དགོས་དུས་དུས་དུས་གང་གི་དུག་དཔེར་ན་རྩིག་མིག་གློག་རྒྱུ་ན་འདྲ། ས་བརྐོ་རྒྱུ་ན་འདྲ་འདི་མིན་དུ་དུག་དེ་ས་རྐུའི་སྟེང་ན་གློག་མིན་གྱི་ས་རྐུའི་སྟེང་ན་ཡོད་དུས་དེ་དུས་རྩ་བ་ནས་མྱང་གི་མེད་གི།

སྐྱག་ཤ་ནི་རེད་ཟེར་འདིའི་སྟངས་ཨ་ཐོ་འདི་ཨ་ཙི་གཟག་གཟིག་མ་ཡིན་ན་ངར་ཆ་མི་ཁ་སྐྱག་རྫི་འདི་ད་ཀོ་བོ་རེད་ཅིག་ད་ཁར་མིག་རླངས་བཅུ་བཙོ་བ་ཡོང་མགོ་ཐོག་ཡོང་རྒྱུ་དེ་མིག་ཉེན་ཁ་ཡོད་དྲག་གཟག་གཟིག་འདིའི་སྐབས་ན་ཅིག་བློང་སྟབས་སྐྱེས་སྟབས་རྫི་ནི་འདྲ་འདྲ་ཨོ་ཅིག་དེ་མིག་ཆ་ག་ཏོ་གི་ད་ཅིག་ཏོ་གི་འགྲམ་ནི་ཡས་ཀྱི་འདྲ་འདྲ་མི་ཁ་མནམ་པ་ཡས་ཀྱི་འདྲ་འདྲ་ད་དེ་མིག་ད་ཡང་ཡང་མི་ནམ་བླ་མ་མིམ་ཟིང་གི་གཞུང་གི་ནང་ན་འདི་མིག་མི་ཁ་གཡང་ལེན་དེ་མིག་ཨ་ཁུ་ན་མི་ཁ་གཡང་ལེན་རྫི་མི་ཁ་ཟེར་གཡང་ལེན་སྟོན་རྒྱུ་དེ་མིག་ཡོད་དྲི་ཏོ་གི། དེ་མིན་ཡིན་ནམ་བླ་མ་མི་མཚུངས་དེ་མི་ཁ་གཡང་ལས་སྡེ་མ་སྙིང་གསུམ་ཆང་གི་དབུ་མང་བོ་སོགས་གོ་ས་མི་བསྐུར་ལྟ་བསྐུར་ཅན་ལག་ན་རྦ་དུམ་བཤད་དོ་ནི་འདི་ཚང་ན་སྟོང་བཟང་བོ་ནི་ཟིན་བྲིས་དང་འདི་གི་ཆེད་སྒར་ཚང་གི་ཡི་གེ་ཆིག་ཡིག་ནང་ན་བཞག་ཡིན་ན་དག་དེ་བཞག་ཡོད་ན་དིར་འབུད་པ་ཚེ་ཡག་གི་དག་དིར་འཛིན་པ་བརྒྱུད་ནི་རོ་དེ་ཆ་ག་དེ་བཞག་རི་བཟང་བ་གཅིག་གི་དུ་ཟེ་དེའི་དིར་བོ་ཆི་ཟིག་རེད་ཟེ་ད་དུ་དི་དུ་སྟོང་འཛིན་པ་ཡིན་ནི་ད་དུ་ད་དུ་དཔེ་རིགས་ནང་དེ་ནང་གོ་གོ་གི་ཟེ་འདི་གི་ཅང་ཁིར་ཆ་བཞི་བཀུ་མ་དེ་ཟིག་དུ་ཤང་ཤང་གི་ངོ་སྟོང་འབུད་པ་དེ་མིག་བྲིས།

དེ་མི་ཤེས་ཀ་འདི་རི་ཆུ་ལྟོ་སོ་ཨ་ཙི་ཙོག་ནི་རེད་ཡང་སྒུམ་ཉེར་རླབས་ཆེན་གཅིག་བྱ་བ་གྱི་ཧབ་སྒྲུབ་སྐོར་ནི་དེ་མི་ཡིན་ན་འདི་མི་ཡིད་ད་ཅི་ཁ་མིག་ལང་བརྒྱུད་རྫི་ནི་འདྲ་མ་གཉིས་ཁ་གཡོག་རྫི་ནི་འདྲ་འདྲ་འདི་མི་ཡིད་དུ་གློ་བུར་དུ་མི་འདོད་པ་དེ་མི་རི་ཆུ་གི་སྟེང་བབས་དུས་ཡོངས་ཐང་ནི་རེད་ཡོངས་སྤྲོད་ནི་རེད་ཟེར་ནི་རེད། ཕྱི་རྟགས་གཉིས་ནི་རི་ཆུ་དང་ཨ་ཙི་རྟགས་ཡོད་གཉིས་ནི་འབྱོར་བ་ནི་ད་ལོག་མིན་རྟགས་ཡོད་གཉིས་ཀྱི་སྟེང་ཐོག་ནི་ཡག་གཟུགས་ཨ་མ་ད་དག་གསོར་ན་ལྷ་འགོ་ཟེར་དྲི་དག་བཙར་ན་ནོར་ཉེས་བཙལ་ནི་རེད་རྦད་ན་དགྲ་འཆི་ཟེར་དྲི་འདི་ལོག་དེ་ཐོན་དེ་ལོག་དུས་དེ

བཏགས་ཡོད་ཉིན་ནམ་འབྱོར་བར་ན། དུ་སོང་ཞིག་སྐད་དང་བཅས་དེ་ཚོ་དེ་ལོག་མིན་དེར་རྩོད་ལུགས་དང་ཤིག་བྱང་ལྟོས་ན། བྱམས་པ་ཞིག་དང་ཞིག་དང་ཞི་བདེ་དང་ནི་ཁྱེད་རྣམ་པ་གསར་བ་ཅིག་དུ་བ་དག་གི་ཚིག་ཡག་ཤོག་ཤང་ཞིག་གི་སྟེང་གི་དཔེ་བརྗོད་འཇོག་དང་གོ། ཤང་ཞིག་གི་སྟེང་གི་དཔེ་བརྗོད་བྱེད་པར་སྐྱིད་པ་ཟིན་ན་དེ་གི་དེ་མེད་རྟགས་སྟེང་གི་བུ་བརྒྱུད་བུ་མེད་བྲིས་ན་ཆིབས་བྲིས་སྟེང་གི་བཀའ་འགྱུར་དེར་གྱིས་ཤིག། དེ་འདི་དག་དཔེར་ན་དེ་གི། གནམ་ལོ་ཨ་ན་མ་ནར་འབྱུང་བ་རེ་གི་སྟེང་ན་ལོག་གཉིས་གཉིས་རེ་ཡོད་དེ་དག་དེ་གི་དེ་བཀོད་པ་ཁྱོག་ནར་སྐྱེས་ནས་ལོ་ཁྱོ་མེད་རྟགས་རེད།

ལྕགས་སྤྲེལ་བྲི། ལོ་ཉི་ཤུ་རྩ་གཉིས་ལོ་སར་སྤྲེལ་བྲི། ལོ་སུམ་ཅུ་སོ་བདུན་གྱི་སྟེང་ལ་ཐོན་དུས་མེ་སྤྲེལ་བྲི། ལོ་དགུ་བཞི་བཅུ་བཞི་བརྒྱའི་སྟེང་ལ་ཐོན་དུས་ཤིང་སྤྲེལ་བྲི། ད་ཏིར་གྱི་དག་ཕྱིར་བསྐུར་བའི་དག་སོང་ནི་རེད་ཟེར། རག་རག་དེ་མི་རྩ་མོ་ཟེར། ད་མདོར་ན་སྔར་གར་སྐྱེས་དེའི་དག་ངའི་ལོག་མིན་དུ་སྟག་ཡིན་ཚུལ་བསམ་རྒྱུ་གོ་བཞག་དེ་དེ་མི་རྩ་མོ་ཟེར། རེད་ད་ནི་ད་ལྟ་གི་དུས་རང་ལོ་མ་བརྩད་དུས་མཚམས་ཟིག་ལ་བརྩི་དགོས་དུས་དེར་འདིའི་དུས་ཀྱི་ཕོ་ལོ་མོ་ལོ་གི་ཅུང་ཟད་བརྩི་དུས་ཀྱི་མགོ་མཇུག་དེ་དག་གསར་བ་ཟིག་ག་ཚིག་གསར་བ་ཟིག་ག་བསམ་བློ་བཏང་ན་དཔེར་ན་ཡག་གི་ཆེ་གི་ལོ་བདུན་ཅན་ཟིག་ཚིག་ག་བྱས་ལོ་བདུན་ཅན་གྱི་སྐྱིད་པ་ཟིག་བརྩི་འཇོག་པ། གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་ཚིག་འདི་འདྲ་བརྩི་མི་མེད་གི་རེད་དེ་ལྟག་ཞིག།

སྟག་གི་སྐྱེས་མིའི་ལོ་མན་གྱིས་སྟག་གི་བུ་ཚང་བྲེ་ཆེ་རྣམ་པའི་བཀོད་ད། ཕྱིར་བཀག་པས་ན་ད་ལོ་ཤང་ལུག་ཡང་ག་ཅི་ད་ནི་ཡ་ཤང་ལུག་ཅག་འདི་རྩིས་བཞག་ནས་ན་ལོག་མིན་རྩི་དུས་དེ་ཤང་ཤང་སྟག་གི་རྩིས་བཞག་ནས། དེའི་ཤང་སྟག་དེ་ཕྱི་ཟས་རེ་རྩི་དུས་ལོ་རྒན་དྲུག་ཅུའི་ནང་གི་ཤང་སྟག་དེབ་རྩིས་ནི་རེད། དེའི་ཨ་ར་འགུག་བཟང་བོ་གཅིག་ད་ཡིན་རྒྱུ་ལོ་རྩི་བར་དུ་བཀོད་བ། ཡང་ལོག་མིན་རྩིས་མི་ནི་གཟབ་བསམ་བློ་གཏང་མ་དུ་སྔ་འགྱུར་སྔར་གྱི་ལོ་རྒན་དྲུག་ཅུ་དེབ་བསམ་བློ་ཐོང་བ་ལོ་རྒན་དྲུག་ཅུ་དེར་རྩི་གི་ཡ་གི་བསམ་རྒྱུ་དང་མགོ་འཛིན་ས་དེ་ལོ་རྒན་དྲུག་ཅུའི་ཤང་སྟག་གི་བཟང་བོ་རྩིས་བཞག་ནས་དེ་བཀོད་དགོས།

སྦྲུལ་གྱི་རྩིར་གོ་དུས་གྱུར་ཐང་རེ་ཕག་གི་འགུགས་བཟང་རྩིར་གོ་རྒྱུ་དེ་མི་ཡོད། ཡོད་དུས་དེ་ཡ་ཕག་གི་བཟང་རྩིར་གོ་རྒྱུ་ཟིན་ན་དཔེར་ན་ཕག་གི་བཟང་ནི་གཡུལ་སྐུ་རེ་གོ་རྒྱུ་ཟིན་ན་དེ་དུས་གཅིག་མི་ཟེར་གྱི་མ་དགོས། དེ་ཆི་ག་ཡོད་ཤོག་ད་ལྟ་འདི་ཁྱི་ཕག་ཟེར་ནམ་ཁྱི་ཕག་ཉལ་ཚང་དག་ཅིག་རེད་ན་ཁྱི་ཕག་ཟེར་ཏེ། ཕག་གི་བཟང་ཞིག་གཡུལ་སྐུ་གཡུལ་སྐུ་རེ་ཟིག་གཅིག་མི་ཟེར་གྱི་མ། གལ་ཏེ་དེ་ཡོད་དེ་ཕག་གི་བཟང་གཡོན་སྐུ་རེ་བལྟ་ནས་ན།

དུ་བཀོད་ཚར་དུས་ད་ལྟ་ས་ནང་གཅིག་ལྗོངས་གཅིག་ནང་ན་གཅིག་ཡོད་ཡོད་པོ་དེ་བལྟས་བཞག་གོ་བསམ་བློ་གཏོང་དུ་མི་འདི་ལོག་མིན་གཅིག་འགྱོགས་འགྲོ་དུ་ཐང་རིག་གཉིས་བརྩི་བ་ནི་གཅིག་བརྩི་བ་ནི་བརྗེད་ཀྱང་ཨ་ཙི་ཙི་མ་གོ་བརྡ་བརྩི་གི་འོ་ད་དེར་གི་ཡིས་དེར་བརྩི་དགོས་ནི་རེད་ད་དེ་འདི་ཡ་ད་ལོག་མིན་བརྩི་ལུགས་ཤིག་ད་ད་ཡ་དཔེར་ན་གི་ཅིག་ཤང་ལུགས་ད་ལོག་གནམ་ལོ་ཤང་ལུགས་ལོ་བ་ལོག་གཅིག་ཅན་བརྩི་ག་ཁ་ཡང་མིན་ན་ལོ་དྲུག་ཅུ་རེ་གཅིག་ཅན་བརྩི་ད་ད་གང་ལྟར་ཡ་དྲུག་ཅུ་རེ་གཅིག་ཅན་པོ་ཞིག་བརྩི་འོ་སྐྱིད་པ་དུ་བརྩི་ཆོག། མེ་སྟག་དང་གི་རྩིར་བསྐོར། བཅུ་གསུམ་རྩ་ལྔ་སོ་བདུན་བཞི་དགུ་རེ་གཅིག། མེ་སྟག་རེ། དེ་ལུས་ཡིན་དག་ན་སྐྱེས་ལུགས་དང་བ་དོན་དུ་ལོ་རྒན་དྲུག་ཅུའི་མཐའ་མ་མི་ད་ལོ་གཅིག་རེ་སྐྱོར། ལོ་རྒན་དྲུག་ཅུ་ཐམ་པ་བཟའ་འདི་ད་ལོ་གཅིག་གི་འགུལ་བཟང་མི་རེ་གཅིག་རེ། འོ་དེ། མེ་སྟག་དང་བ་དོན་བཟང་ན་ཁིར་གར་སྐྱེས་ལོ་ད་གཅིག་ག་ལོག་སོང། དེའི་འཕྲུལ་དུ་གི་ད་དཔེར་ན་ཡ་བུད་མེད་ལོ་དྲུག་ཅུ་རེ་གཅིག་ཅན་འདི་བརྩོན་ཆོག་སྤྲེལ། ཆིབས་བསྒྲིལ་གྱི་རྫོང་འདི་དག་གཅིག་རེ་གཅིག་བྱ་ཡང་ཆིབས་བསྒྲིལ་ཡིན་དུས་བ། གཅིག། བཅུ་གསུམ། རྩ་ལྔ། སོ་བདུན། བཞི་དགུ། རེ་གཅིག། ཆིབས་བསྒྲིལ་བྲིས་འདུག། འོ་ད་དེར་གི་དེ་གི་དེ་ད་རང་ལོ་ཆིག་སྟངས་ཐོག་འདི་ད་བསྡད་གི་ད་ནི་དེ་བར་གི་དུ་བྱ་མདོར་ན་དེ་གི་གཡོན་སྐུ་རིས་དེ་ལོ་བཤེར་རྡོག་ཡིག་གྲངས་རེ་བཀོད་འདུག།

ཡར་རྔ་བསྒྲངས་པ་འཇི་ཐག་འདི་མར་རྔ་ས་ཡིས་བསྟན་འཕུར་ཡིན་གྱི་རེད་ད་འདི་རེད་ད་ཐུག་ལོང་འགྲོ་དང་དུས་ཕོ་ལོག་མོ་ལོག་ཡུལ་བསྐོར་ཡང་བསྐོར་ར་དགོ་མི་དགོ་དུས་ཐང་གི་ཐོག་ནས་ཀྱང་འགྲོ་ཡར་རྔ་ཟེར་ཡ་ད་གི་ཆི་གི་ད་ལྟ་ལོག་མིན་མེ་སྟག་གཟན་གྱི་གཞི་བཞག་ཆི་རེད་ཡིན་ད་མི་ལོ་དྲུག་ཅུ་རེ་གཅིག་ཆ་འཛབ་དུས་དུས་ལོག་མིན་མེ་སྟག་གཟན་གྱི་ཆི་ད་མེ་སྟག་གི་སྟེང་གི་ཡར་ཡར་རྔ་བསྒྲངས་དགོ་དྲེ་ཟེར་ཡར་ར་རྔ་ཡར་ར་རྔ་བསྒྲངས་བཞག་དུས་དེ་ད་རེ་གཅིག་མི་ཟེར་གྱི་མེད་ན་དེར་ད་ངས་ད་ལྟ་བརྒྱ་ཕོ་ལོག་ཟུག་ཏུ་གི་ད་ད་ཐམ་ཐམ་སྤྲེལ་ད་ནི་མ་ན་རེ་གཅིག་ཚུགས།

ཆོས་སྤྱོད་གཟུགས་རིས་ལྟ་ན་ཆོས་སྤྱོད་ཅང་མ་ཉག་གི་ད་ཁྱེད་རྣམ་པས་ཡ། ཆོས་སྤྱོད་གཟུགས་ཀྱི་ཀྲོག་ལིའི་དབང་ལུང་རྩིར་བཏུམ་བསམ་ན་ཉག་ཉག་རེད་རྩིར་བཏུམ་བསམ་ན་ཤོག་ཡིག་ངོ་བོ་བ་བཏོན་ན་ལོག་མིན་ཡར་ལྔ་ཆོས་སྤྱོད་གཟུགས་མྱང་སྐྱོབ་དོ་ཡོད་ཀྲོག། ཕྱིའི་ཁྱིམ་དྲུག་གླང་ལུག་བཞིའི་ཀྲོག་ས་རེད་ཨ། འོ་རེད་དམ་ཆོས་སྤྱོད་གཟུགས་བཞག་འདི་དང་དབང་ཐང་རེད་དབང་ཐང་རེད། ལྕགས་ཀྱི་ཁྱིམ་དྲུག་ཕག་གྲུར་བའི་ཁྱི་མཆུ་རེད་ལུས་མཆུ་རེད། ཁྱི་རྟ་སྟག་སམ་ལྷུང་སྟག་ལྕགས་རེད་ལྷུང་རྟ་ཁྱི་ལྕགས་རེད་ད་གི་ད། ས་མ་མེ་རེད་བླ་མེ་རེད། དེ་འཕྲུལ་རྟ་ད་ཆ་ཟིག་ཉག་འདྲེ་རྫི་གི་དེ་ཡར་ལྔ་གི་སྐྲོག་ཉག་ནི་ཁྱེད་རྣམ་པའི་གོ་ཐག་ཡར་ལྔའི་སྐྲོག་ད་ཡེ་འགྱོག་སྐྲོག་ལས་དབང་ལོང་དར་གི་རྩིས་བཞག་འདྲེ་ད་ཉག་གི་སྔོན་མ་བོ་དེ་སྐྲོག་ཡར་ལྔ་གི་སྐྲོག་སྐྲོག་པར་འབྱུང་བ་དེ་ས་ར་ལོང་ཞིག་ས་མི་ས་དེ་ས་ར་ལོང་ས་དེ་ས་ར་ཟི་ཟིར་དེ་ལོང་བ་སྐྲོག་རྫུ་དེའི་ཐ་དད་ས་ཟི་བྲེ་ཞོག་ཞིག་ད་མར་ལྔ་རྩི་དགོ་དེ་ཡང་ལོག་མིན་མར་ལྔ།

ཡར་རྒྱས་བགྲངས་པའི་རྣམ་རྐྱང་ལ་ཟེར་ཡར་རྒྱས་བགྲངས་ནི་དག་རྣམ་རྐྱང་རེད་དེ་དབང་ཐང་ཉག་མ་རེད་ཡར་རྒྱས་ཀྱི་དབང་ཐང་དག་དེ་འདི་ས་ལུགས་རེད་དམ་ཅང་བཙུན་མོར་གོ་གི་ཅི་ད་དུ་འདི་འདི་དག་ནི་བརྩིས་བཞག་ན་མིན་ས་ལུགས་ཟེར་རེད་དོ་དོ་ཧ་དེ་ཐམས་འདི་ལྟར་དཀྲོག་ས་ལུས་ས་ཟེར་ནི་ན་དེ་ཟུར་བསྡད་ཡང་ས་ལུགས་ཨེ་ས་དག་དང་ས་དེ་ཆགས་ས་གསུམ་བཏང་བཏང་ཟེར་འོ་རེད།

ཆུས། ད་ད་ས་ས་ས་ཆུས་གིན་ད། འོ་དོས། ད་དུ་བཞི་དེ་རང་གི་སྤྲོག་ལི་དབང་ཐང་ལྷུང་ཐབས་ཞུགས་འཐབ་ཏུ་འགོད། འོ་དེ། སྤྲོག་གི་སྡེ་གི་ནགས་སོང་ན་ཡར་རྒྱས། གནམ་གྱི་འཇུ་ཐག་ཆད་སོང་ནི་རེད་སེམས། སྤྲོག་གི་སྡེ་གི་ནགས་ན་ད་དུ་ཡུལ་འབྲེལ་འོད་དུ་དུ་གི། ངར་ལྕེབ་བསམ་བློ་དང་ཨང་ཚར་དུ་ནགས་སོང་ནི་སོ་ཅག་གནམ་འཇུ་ཐག་ཆད་དུ་ཡོད་ད་བསམ་ན་ད་དུ་ངུག་ནི་དུ་གི་ད་དུ་བཙོག་དྲི་ད་དུར་གི་བཞི་མོ་ཅིས་བྱུང་དུ་གི་དུར་གི་དུས་དེ། ཕྱིར་སྐུ་དག་གི་འདིའི་བདུད་བཞག་ལྔ་བཅུ་ན་འདི་འདི་ཆོས་ཤིག་སྐབས་ན། འོད་སྐུ་དག་གི་དེ་བླ་མ་ཆེ་ག་རི་བོ་དག་འབྱུང་གཅིག་གི་རྒྱུད་ཀྱི་ནང་ན་ཕྱིར་གུས་ཞལ་དང་གནོད་མེད་ནས་ཨ་ཙི་མི་ཀོ་གི་དག་ན། འོད་སྐུ་བླ་མ་ཆེ་གི། ལོག་མིན་གྱི་བདེ་གི་བཞི་བོ་འཇོག་དུས་དེ་ལོག་མིན་རང་གི་གྲོགས་ལུས་དབང་ལོངས་བཞི་བོ་མི་མཐུན་པ་དིར་གིས་འཐབ་གོ། ཡར་ངའི་གྲོགས་ཨ་འཐབ་མར་ངའི་ལུས་ཨ་འཐབ་ཡར་རྒྱུད་ཀྱི་དབང་ཐང་ཨ་འཐབ་མར་རྒྱུད་ཀྱི་ལྷོངས་ཐང་འཐབ་གྲོགས་ལུས་དབང་ལོངས་བཞི་འཐབ་བདུད་བཞག་ལྔ་བཅུའི་ནང་དུ་འཇོག་ནི་ཡོད།

ཨོ་ད་ལོག་མི་འདུག་ངོ་མི་ཨུ་ཆུབ་མི་ཆུབ་གཞི་མོ་ཟིག་ན་ཡར་རྒྱུད་མར་རྒྱུད་བྱ་ཟིག་རྩི་ཡི་ནང་གནམ་གྱི་མཇེ་ཐག་ཆད་ད་ཡོད་མི་ཡོད་སུའི་ལྟེ་འཕུར་བུ་ད་ཡོད་ད་དབང་ཐང་ར་ར་ཡོད་མི་ཡོད་ལྷོང་སྟར་གི་ད་ཡོད་མི་ཡོད་ཏུར་ཀིའི་ཏི་གི་འདི་ཡར་རྒྱུད་མར་རྒྱུད་འདི་ཡར་ང་མར་ང་ཡར་རྒྱུད་མར་རྒྱུད་བྱ་ཏུར་ཀིའི་སྒོ་ནི་རེད་ཟིག་ཨོ་ད་ཏུར་ཀིའི་རྩ་དེ་ད་ལྷ་རྡོ་རིན་པ་ལྷ་མོ་ཚུལ་ཁྲིམས་ཟངས་དྲག་ཟིག་ན་ཁོང་རུ་ཀི་ཏི་གི་འདི་འདི་ཧ་རུ་འཇོག་གོ་མེད་ད་འདི་ཡར་རྒྱུད་མར་རྒྱུད་ཡར་ང་མར་ང་ཅང་བུ་བདེ་གི་བཞི་བཞག་ཏུ་ཧ་ལྟ་ན་ཀག་རྩིས་བཞི་བདུན་མི་ནང་ཏུ་ཧ་རུ་འཇོག་གོ་མེད།

རང་གི་ལོག་མིན་གྱི་དུག་སྤྲོག་དང་དབང་ཐང་གཉིས་ཀ་དུ། ཆོས་དཀའ་རྩིབས་བཞི་གང་ཟག་རང་གི་དུག་སྤྲོག་དང་དབང་ཐང་གཉིས་ཀའི་སྒྲ་ལོག་ད་དུང་ནབ་རྫས་ནས། ད་དེ་དཔེ་བཅུ་གི་སྟེང་གི་གོ་གི་རེད། འོ་རེད་དུ་སྒྲ་ལོག་སོང་ན། དེའི་ལོག་ལུགས་གཉིས་འོ་ཁྲིད་བརྩིས་ཏེ་ཕོ་ལོག་སྒྲ་ལོག་གྱི་གཟུགས་དང་མོ་ལོག་སྒྲ་ལོག་གྱི་གཟུགས་འོ་ན་རེད། འོ་ཕོ་ལོག་སྒྲ་ལོག་དེས་རང་བདུད་བྱེད་ཟེར་ཏེ་མོ་ལོག་ལོག་དེས་བླ་འཁྱམས་ཟེར་གོ་ན་རེད། དུ་ཁྱེར་གི་ལོ་ཕོ་ལོ་ཡིན་དང་མོ་ལོ་ཡིན་ལྟར་གོ་རེད་ད་རུང་སྔ་བ།

རིགས་མི་གཅིག་པ་བླ་མཁྱེན་པའི་རིགས་གཅིག་པ་བདུད་ཆུ་བཅུ་མྱང་ཏི་དག་གོ་དེས། དཔེར་ན་ད་ཧ་ལས་པའི་དཔེ་བརྗོད་ས་འོག་ཏུ་བཞག་ལ། དཔེར་ན་ལོག་མིན་ལོག་མིན་ཤོང་སྟག་ལ། ཤོང་སྟག་རི་འདི་ཤོང་སྟག་དུས་བཞག་དེ་དབང་ཐང་ཤོང་ཡིན་ནི་རེད་སྤྲོག་ཤོང་ཡིན་ནི་རེད་ན་སྤྲོག་དབང་གཉིས་ཀ་ཤོང་ལོག་དེ་དག། ད་ས་སྤྱི་ས་འགྲིག་གཉིས་ཀ་བསམ་བློ་བཏང་ནས་ན་ཕོ་ལོ་རེད་ན་འདི་རེད། ཀ་ལོག་མིན་གཅིག་རོ་ལོག་མིན་ན་རྟགས་ཕོ་ལོག་ཟེར། རྩིབས་བཞི་རྐང་གསེག་ཀ་ས་སྐྱི་སའམ་དྲུག་གཉིས་ཀ་ཕོ་ལོག་ཟེར། ས་སྐྱི་སའམ་དྲུག་གཉིས་ཀའི་དཀྲོགས་དབང་ཐ་སྙད་ས་མིན་ཤང་བཀྲ་ས་རེད། དེ་འདུས་ཤ་ས་སྐྱི་སའམ་དྲུག་གཉིས་ཀ་བདག་སྤྱོད། གལ་ཏེ་ལོག་མིན་དུ་གི་ས་ཡི་གླང་ལུག་གཉིས་ཀ་འདྲ་གཟིགས་བབས་བཞག་ན་ཚེ་དེ་དུས་བླ་འཁྱམས་གི་ལོག་སོང་དུ་མོ་ལོག་བབས་བཞག་ན་རེད་ཟེར། དུ་ཕོ་ལོག་གི་དཔེ་བརྗོད། དེ་བཞིན་ལོག་མིན་ཤང་ཡོད་ཚེ་ཚེ་དྲི་ཡ་ད།

འདི། ལྕགས་བྱ་འདྲ་ཟེར་བ་བཞག་ན་ལོག་མིན་རྨོ་ལོ་བ་བཞག་ན་མིན། དེ་འདི་དག་གི་དུས་ཤིང་རྟག་ཏུ་བླ་འཁྱམས་ཀྱི་སྟེང་ན་ཡོད་ནི་རེད། དེ་དག་གི་ཕོ་ལོ་གོ་ཁེབས་བྱོས་དྲི། དེ་འཕྲུ་རྩིབས་བཞི་གང་ཟག་རྨོ་ལོ་ཡིན་གྱི་བྱ་ཤིང་ཡུ་ཡིན་ཁ་ཆེ། ཤིང་ཡུ་ཡིན་ཁ་ཆེ། ཧཱུྃ། ལོག་མིན་དག་གི་དེ་དཔེར་ན། ལྕགས་བྱ་བ་བཞག་ནས་ན། བདག་སྤྱོད་ཀྱི་སྟེང་ན་ཡོད། གལ་ཏེ་ཕོ་ལོ་དག་བ་བོ་ནི་ལྕགས་ཀྱི་དྲ་བ་བཞག་ནས་ན་བླ་འཁྱམས་ཀྱི་སྟེང་ན་ཡོད་ནི་རེད། འབྲས་དར་གྱིས་བཞར་དགོས། ད་ལྟག་གཞན་པ་ཅི། ལོ་རྙང་གཞན་པ་ཅི་དར་གྱིས་ཀྱི་འབྲས་བཞོ་ར་སོ། ས་ཡི་ཨོ་དེ་དག་གི་ཆིག་སོང་ཟིག་དེ་ཡི་ཀུན་ལ་འབྲས་རུ་བྱ། དུ་སོང་ཞིང། དེའི་འཕྲོ་དུས་ད་འདིའི་མྱི་ང་རྩིས་རྒོ་ཟེར་ནི་དག་རྩིས་རྒོ། ད་འདི་ན་ཤིང་གི་ཕག་གི་མིག་གསུམ་རྩི་ཟེར་རྒྱུ་དེ། འདི་དག་རྒོ་ཟེར་བ།

མེ་སྟག་གཟིག་བ་བཞག་དུས་དང་ཆུ་གཟིག་གི་སྒོ་གང་བྱ་འབུར་ཚུར་སྒོ་རུ་བསྡུས་ཏེ་མེ་ཡི་བུ་ཚ་མར་མི་བཙུད་བརྒྱ་ཁ་འདི་ན་འདིར་ཤིང་གི་ཤིང་གིས་ཕ་ཤིང་གིས་ཕ་གི་མིག་གསུམ་བཙུད། མེ་ཡི་བུ་ཚ་མར་མི་བཙུད་ས་ཡིས་ས་གཞང་ཡུར་མཁུར་བཙུད་ལྕགས་ཀྱིས་གཞང་གཉིས་ནོར་དང་གྲོག་ལྷ་དང་གྲོག་མ་བཙུད་རུ་བྱ་ཆུ་ཡིས་བསྙེན་ལམ་མཐའ་བཞི་བཙུད་བཞག་དྲི་ཤིང་གིས་ཕ་གི་མིག་གསུམ་བཙུད་དུས་ད་རང་གི་ཨ་ཁུ་ཕ་ཨམ་གཉིས་དུས་མི་ཆ་བཙུད་ནི་རེད་ཟེར་དུས་དུས་ལོག་མིན་གྱི་ལོག་མིན་གྱི་དབང་ཐང་དག་གཟས་ནི།

ཚ་བོ། འོ་ད་མར་མི་བརྫི་དུས་དམ་དུ་ནི་དག་གི་ཅིག། ཆུང་མ་ཅིག་དེ་མིན་དག་གི་ཅིག། བུད་མེད་མུར་བསྐོར་གོས་ཤོག་ཅན་པོ། འོ་དུ་སང་ཅན་པོ་དང་དག་གི་ཅིག་མར་མི་ཚ་མར་མི་མར་མི་ནི་ག་དུ་དེ་མི་ཟེ་དྲི་མ། འོ་དུ་སང་ཅན་པོ་དག་ཆུང་བསྐོར་དང་ཅིག་ཆུང། མ་ར་ཆུང་ཆུང་ཅན་པོ་སང། དུ་སང་ཅན་པོ་དེ་ད་ལོ་འབྱོར་བ་བབས་སོང་ནི་རེ་ཡག་ནི་རེ་ཟེ་གོ་དྲི། གར་སྟེགས་གནམ་སྒོ་ཞིག་བཞག་ནས་ན་ཁྱོད་ལོག་མིན་དཔེ་ན་ཡ། བའི་ཅིག་འབྲུག་གནམ་སྒོ་མིན། ལོག་མིན་ཤང་འབྲུག་འདྲ་ཟིག་བམ་ཅོག་ག་ཅིག་ད་ནི། ཕ་གིས་ས་རག་གནམ་སྒོ་ཞིག་ནི་རེ་དུ་ཟེ་ནི་རེ། གལ་ཏེ་ད་ཁྱོད་དེ་གི་ཁང་ནག་པོ་ཕྱིར་གྱོན་འདི་མི་དེ་མི་ཞིག་བཞག་ནས་ན་སང་ཉིན་ཕ་གིས་དེ་ང་དེ་གི་ད་ཅིག་ཕ་ཁྱོད་ཁྱེར་གྱིན་གི་དང་དེ་མི་ཡ་དེ་དེ་སང་ང་ཐོག་གི་རྒྱག་ནས་ན་ད་ཅིག་དེ་མི་མི་འདོད་པ་དེ་མི་ཡོང་ནི་རེད་ཟེར་ཀྱང་དེར་གི་བྱ་དེ་འདི་མྱང་རྩིས་གི་རྒོ་ཟེར། རྩིས་རྒོ་དྲུག་ཅི་ཐང་པ་ཟེར། འདི་བྱ་དེ་དཔེར་ན་ས་གི་རྒོ་ཤིང་གི་རྒོ་མེ་གི་རྒོ་ད་དེར་གི་དེ་དཔེར་ན་ལོ་རེ་རེ་རེ་རེ་བྱར་གྱོ་ཆོག་དེ་ན་ལོག་མིན་ཤང་རྟགས་ཡོད་ཅོག་དྲི་ལོག་མིན། མེ་རྟགས་ཡོད་ཅོག་དྲི་ལོག་མིན་ས་རྟགས་ཡོད་ཅོག་དྲི་དེར་དགུའི་ལོ་རྒན་དྲུག་ཅུ་ཐམ་པ་ཡོད་ཅོག་དྲི་དེ་དགུའི་ལོ་རྒན་དྲུག་ཅུ་ཐམ་པ་དེར་སྒོ་དྲུག་ཅུ་ཐམ་པ་ཡིན། འདི་དགུའི་དེར་སྤྱིར་སྒོ་རྩི་བ་ཟེར་ནི་རེད། དེ་ཆ་བཀོལ་སྒོ་དེ་ཐར་ཉིད་ཆ་བཀོལ་སྒོ་དེ་དག་དག་ཀྱང། སྤྱིར་སྒོ་རྩ་རྩི་རྣམས་མདོར་ན་རང་དུ་མྱང་རིག་པའི་མི་གཞར་ནུ་མ་ཅང་ཁ་ཁ་ཅང་འོན་མ། འོད་རེ་ཡ། ཤིང་གི་ཕག་གི་མིག་གསུམ་ཙི་མེ་ཡི་བུ་ཚ་མར་མི་ཙི་ས་ཡི་ས། ཞང། ད་རུང་བ་ཟེར་ན་ས་ཞང། ད་འབྲོག་བ་ཟེར་ན་འབྲོག་ས།

འདི་བཟས་དེ་དག་གི་རྟགས་དཔེར་ན། གམ་གྲོག་རྒྱམ་གྲོག་རྩ་ཡིག་གིས་བཟས་དེ་དག་གི། གམ་གྲོག་རྒྱམ་གྲོག་རྫི་དེ་ཟིར་ན་རུང་བ་ཡིན་ན་ཟིར་ན་ཟིར་ན་དག་གི། དགུན་ཁ་མ་ར་རུང་ཡིན་ཐ་ཁ་ཆད་མ་ར་ཐག་ཉེ་ཆ་ག་བཞང་མི་ནི་བཞང་མ་རུ་ཟོག་འཚོ་ས་ཡོད་ན། ཡ་ར་དགུན་ཁ་ཆ་བུ་ཚོང་ནི་འབྲོག་ས་ཡིན་ནི་དེ་མི་ཡོད་དགོ་ནི་རེད་ཟེར་དེ་དག་དུ་ཁ་སོར་གྱི་འབྲོག་ལི་གི་སྟེང་གི་ཁ་སོར་གྱི་བུ་ཚང་སོང་ནི་རེད། གམ་གྲོག་རྒྱམ་གྲོག་རྩ་ཡིག་གིས་ཟི་དུ་རྩ་གིར་གིས་རེད། ས་ཞང་གངས་ཞང་ཤང་ཀིར་གིས་མི་ནི་ས་ཀིར་གིས་ཟེར་གྲི་དག་གི་གངས་ཨ་ལི་སི་ས་ཡོད་གོ་ས་ཞང་འདེབས་སི་ས་ཡོད་གོ་དུ་ཡོད་དུས་དག་གི་ད་ཞང་ཨ་ལི་ས་ནི་ཡོད་གྲི་ས་ཞང་འདེབས་ས་ནི་ཡོད་གྲི་འཚོ་བ་གི་དང་ནང་སྐྱིད་འཚོ་བ་ཐག་ཆོད་ཚ་ཏྲ་དག་གི་དུ་ནས་ས་ཀིར་གིས་ཟེར་བཞི་རེད་དེ་འཕྲུལ་དག་གི་དེ་ཁྲག་རྡོ་རྩིག་རྡོ་རྡོ་ཡིར་གིས་ཟེར་ཁྲག་རྡོ་ཟེར་རྡོ་འཐག་གི་ནི་ཨར་འདམ་ལས་ཀྱི་ངོར་ལྕགས་ནག་ལྷ་ས་གི་དག་ཨར་འདམ་ལྷ་སའི་དག་ཨར་འདམ་རྫས་ཀྱི་དག་ཧ་ལས་ཀྱི་རྫས་འདྲེ་ཁྱི་རྣམ་པ་ཆ་རྗེ་མ་བོ་བྲང་སྤོ་དར་ལ་དང་འདི་ཕྱི་གི་ནང་ཡུལ་ན་ནོར་རོགས་གཟིམ་ཆུང་ནོར་ནོར་རོགས་ལ་འགེལ་ཏེ་གཟིམ་ཆུང་ཞིག་ནང་ཆ་འཇག་ན་སོང་དང་དེ་མིན་མ་ལ་ལྕགས་ཤེར་གཟིགས་འདྲ་འདྲ་དེ་མི་བོ་ད་ལི་རྒྱོ་ལག་རྩེར་བོ་གི་དག་དོན་དག་ཨར་འདམ་ལས་ཀྱི་ཨར་འདམ་རྫས་ནང་ལི་མི་རྫས་འགྱུར་ལི་གི་ལི་གོ་ནི་མ་ད་དག

མི་གི་མཐོང་བྱེད་ན་ཆགས་གཙང་མ་མ་ར་རྫ་འདི་པི་ཐ་རབ་ཀྱི་གོང་ནས་དེ་མིའི་ཡོད་ཚ་ཡུར་ཆུ་བརྫིས་དུས་ཆུ་ཆིམ་ཟུར་ན་དུ་གི་ཆུ་ཚ་ར་བཞང་དང་དེ་མི་གཅིག་ནང་གྲང་ན་ཚ་ར་དུ་གི་ད་ཆུ་ཟིག་གི་སྟང་ཧ་ར་ཧ་ར་ཟེར་ར་ཆུ་དེ་མིའི་འདེད་སྐྱིད་དང་གྲང་གི་བརྡ་ན་གྲང་གི་ཡོད་ཚ་དེ་མིའི་ཡོད་དེའི་ཐད་ཕྱིའི་དགེ་ཡིན་ནི་རེད་ཟེར་དེ་ཐད་དེབ་ཉི་ང་ས་ལ་རྒེབ་ཀྱི་ཚང་ས་ཟེར་དྲན། ད་ལྟ་སོགས་འདི་ན་ཅང་བཤད་དགོས་དོན་མེད་ཁ་ད་ནི་ད་དཔེར་ན་ས་ཞང་ཡེར་ལྗང་ཟེར་རྒྱུ་དང་ས་ཞང་ཟེར་རྒྱུ། དེ་དང་རོང་བ་ཟེར་སྐབས་བསམ་བློ་བཏང་ན་དེ་མི་རིགས་འབྲོག་བ་ཟེར་བསམ་བློ་བཏང་ན་སྐམ་འབྲོག་རྒྱང་འབྲོག་དེ་གོ་གོ་རྒྱུ་རེད་འདིའི་ས་ཡིས་ས་ཞང་ཟེར་རྒྱུ་དེ། ད་གོ་ཡེར་མཁུར་རྩི་ཟེར་རང་གི་ཡེར་བ་བྱེད་སྐྱིབས་དེ་གོ་ད་གང་ང་ད་ནི་མི་ཆ་རྩི་ནི་རེད་ས་ཡིས་ས་ཞང་ཡེར་མཁུར་རྩི། ལྕགས་ཀྱི་ཞང་གཉིས་ནོར་དང་གྲོགས་ཟེར་ལྕགས་ཀྱི་དེ་གོ་ཞང་བོ་གཉེར་གི་རང་གི་དེ་གོ། ཞང་བོ་ཨ་ཞང་གི་ཕྱོགས་སྐྱ་འབོ་ད་རང་གི་མ་གི་གཉེར་རང་གཅིག་མྱང་ཨ་ཞང་གཉིས་ཟེར་ནི་མིན་དེ་གོ། ཞང་གཉིས།

འོ་དེ་རེད་དེ་འདིའི་ལྟའི་དག་གི་དག་དེའི་དེའི་ནང་གའི་དག་གི་ཕ་གི་དཔེར་ན་ཕ་གི་ཕ་བཞང་ཆེན་པོ་དང་མ་གི་མ་གི་མ་བཞང་ཆེན་པོ་བཞང་བཞང་བོ་བཞི་གཉིས་ལམ་མཐའ་བཞི་ཟེར་དག་གཉིས་གི་མཐའ་མཐའ་བཞི་དེའི་དག་བཞང་བོ་ཆེན་པོ་དང་གཅིག་ངར་ཅག་འབྲུག་ཧྭ་དཔེ་བཟོ་ནི་རེད་དག་ཨ་ཁུ་བརྩིས་ན་རང་རེད་ཨ་བཞང་བརྩིས་ན་མྱི་རེད་ཟེར་དེ་དག་དང་གཅིག་ཏུ་རྣམ་པའི་ཕོ་མོ་གཉའ་ཁྱབ་བྱེད་དགོས་གྲོགས་ཡིན་རྒྱུ་དང་གཅིག་ཏུ་ཕོ་མཆོག་མོ་མིང་གི་ལྟ་བ་ཡོང་དགོས་དུས་ན་ཐང་ཐང་ཟ་གི་དང་ཨ་ཁུ་བརྩིས་དེ་གཅིག་ཐག་ཉེ་ཆེན་པོ་རེད་ཟེར་ངར་ཅག

དུ་ཉི་ག་དར་རམ་དག་སློང་བ་དེ་དག་ཉེ་རམ་དག་ཟེར། དེ་འཕྲུལ་དམག་གི་དུག་གི་ཕག་གི་བཞང་བསྐུར། དམག་གི་དམག་གི་བཞང་བསྐུར་དུ། དུ་ཆེ་ག་དུ་དུག་གི་གཉན་རླུང་མཐའ་བཞི་ཟེར་དར་ཐག་རང་སའི་དུག་གི་ཉེ་རང་ཆེ་ག་དུ་དུ་རྩིར་སྒོ་འབྲས་ཟེར་དར་དུར་གྱི་ཚིག་ན་ཅིག་གཞུང་དང་འབྲུག་གི་དུས་མཐའ་ཟེར་རྒྱུ་དུ་དང་དུ་མི་གཉིས་ཅིག་ལབ་ཤི་ཅིག་ཅིག་མི་ནུ་རེབ་དུག་རྫི་ཡོ་གོ་དང་ཅིག་ཡིན་ས་གུབ་སམ་རྒྱ་རྩི་མེད།